བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་གོས་ཆབ་མཛོད་རྩ་བ། སློབ་ཚན་གསོ་བྱེད་པ། དབུ་མ་དར་ཚུགས་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བརྒྱབ་ཡ་ཡིན། སྤྲུལ་པའི་སྐྱེས་མའི་སྒྲ་གཅན་འཛིན་ཞབས་ཀྱིས་ཐེག་མཆོག་དབུ་མའི་ཚུལ་ལུགས་ཐོག་མར་གསལ། དེ་ནས་སྒང་དུ། རྣམ་རིག་པ་དར་ཚུལ། ཡང་ན་སེམས་ཙམ་པ་དར་ཚུལ། མདོར་བསྡུས་ཤིག་བཤད་པ་རེད། སྐབས་འདིར་དབུ་མ་དར་ཚུལ་བཤད་ཀྱི་ཡོད་པ་རེད། དབུ་མ་དར་བའི་ཐོག་མ་དེ་ལ་སྤྲུལ་པའི་རྗེས་མི་ཡིན་ཟེར་ནས་སྤྲུལ་པའི་དབང་པོ་སྤྲུལ་པ་ཐུབ་པའི་གང་ཟག་རྣམས་ཀྱིས་མི་བོ་ལྟ་བུ། བཙུན་པ་སྒྲ་གཅན་འཛིན་བཟང་པོ་ཟེར་བ་ཁོང་གིས། ན་ལེན་དྲ་ལ་སོགས་པ་འཕགས་པའི་ཡུལ་དུ་ཐེག་པ་ཐམས་ཅད་ཀྱི་མཆོག་ཏུ་གྱུར་བ་དབུ་མའི་ལུགས་སྲོལ་དབུ་མའི་ཚུལ་ལུགས་དེ་གསལ་བར་བྱས་པ་རེད་ཐོག་མར་གསལ་བར་བྱས་པ་རེད། སྟོན་པ་སངས་རྒྱས་མྱ་ངན་ལས་འདས་པའི་རྗེས་སུ་ཐེག་པ་ཆེན་པོའི་སྡེ་སྣོད་གསུམ་རྗེ་བཙུན་བྱམས་པ་མགོན་པོ་ལ་སོགས་པའི་སྐབས་འདུ་བྱས་ན་ཡང་དེའི་རྗེས་སུ་ཐེག་པ་ཆེན་པོ་ཆོས་ལ་གཏད་པའི་ལྷ་དང་ཀླུ་རྣམས་ཀྱིས་རང་རང་གི་ཡུལ་དུ་གདན་དྲངས་གསུངས་པ་རེད། བཙུན་པ་སྒྲ་གཅན་འཛིན་བཟང་པོས་སྐབས་འདིར། ཐེག་པ་ཆེན་པོ་མདོ་དང་སྔགས་ཀྱི་སྡེ་སྣོད་མང་པོ་ཞིག་འཇིག་རྟེན་ཁམས་སུ་བྱུང་བ་མ་ཟད་ལྷག་པ་ཅན་དུ་གསང་སྔགས་རྒྱུད་སྡེ་གཤིས་ཀྱི་སྡེ་སྣོད་ཧ་ལས་པ་མང་པོ་ཅིག་འཇིག་རྟེན་ཁམས་སུ་དར་བ་རེད། དེ་ནི་གྲུབ་པའི་སྐྱེ་མེད་སྒྲ་གཅན་འཛིན་ཞབས་ཀྱིས་ཟེར་བ་འདིའི་ནང་ལོག་པའི་གྲུབ་པ་ཟེར་བ་དེ། སྤྱིར་བཏང་གྲུབ་པ་ལབ་པ་ཡིན་ན་ཆ་བ་གང་ཡང་རུང་བ་ཞིག་བསྒྲུབས་ནས་གྲུབ་པ་ཆ་བ་གང་ཡང་རུང་བ་ཅིག་གླས་ནས་ཚར་བ་དེ་ལ་གྲུབ་པ་ཟེར་གྱི་ཡོད་པ་རེད། སྐབས་འདིར་གྲུབ་པ་ཟེར་བ་དེ་སངས་རྒྱས་ཀྱི་ཆོས་ཉམས་སུ་བླང་བ་ལ་བརྟེན་ནས། མཆོག་དང་ཐུན་མོང་གི་དངོས་གྲུབ་ཐོབ་པ། ཐེག་པ་ཆེན་པོ་ཆུ་ཉམས་སུ་བླངས་པ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་པ་དང་སྟོང་པ་ཉིད་རྟོགས་པ་འོ་དེ་འདྲ་ནི་ཐེག་ཆེན་གྱི་གྲུབ་པ་རེད། སྐབས་འདིའི་གྲུབ་པ་ཟེར་བ་དེ་གང་ཟག་ལ་འཇུག་གི་ཡོད་པ་རེད། ཆུ་ཉམས་སུ་བླངས་པ་ལ་བརྟེན་ནས་རང་གི་རྒྱུད་ལ་ཡོན་ཏན་སྐྱེས་པའི་གང་ཟག་རྟོགས་པ་སྐྱེས་པའི་གང་ཟག་འོ་དེ་འདྲ་ལ་གྲུབ་པ་ཟེར་གྱི་ཡོད་པ་རེད། ཡིན་ཙང་འཕགས་པ་སྒྲ་གཅན་ཟན་བཟང་པོ་སྟེ་ཐེག་པ་ཆེན་པོ་སྤྲུལ་པ་ཐོབ་པའི་སྐྱེས་བུ་རྣམས་ཀྱི་ལྕེ་ཡི་མིག་བུ་ལྟ་བུ་རེད། བཙུན་པ་སྒྲ་གཅན་ཟན་བཟང་པོ་རྗེས་སུ་བྱུང་བའི་མགོན་པོ་ཀླུ་སྒྲུབ་དང་སངས་རྒྱས་བྱང་དང་ཨར་ཡ་འདས་གོ་ལ་སོགས་པ། མདོ་དང་སྔགས་ཀྱི་སྤྲུལ་པའི་དབང་པོ་མང་པོ་ཅི་ཡོད་པ་ཐམས་ཅད་ལྕེའི་མིག་བུ་ལྟ་བུ་དེ་རེད། མེས་པོ་ཟེར་ལབ་པ་ཡིན་ན་སྤྱིར་བཏང་མི་རབས་སྔོན་མ་ལ་མི་བོ་ཟེར་བ་གཅིག་དང་ད་ནི་རང་གི་པ་ལགས་ཀྱི་བ་ལགས་ལ་མི་བོ་ཟེར་བ་གཅིག་གཉིས་ཡོད་པ་རེད། དེ་ནི་སྒྲ་གཅན་འཛིན་བཟང་པོའམ་ཡང་ན་བྲམ་ཟེ་ས་ར་ཧ་ཟེར་བ་ཁོང་ལ་མཚོན་པ་ཡིན་ན་ཁོང་ཉིད་རབ་ཏུ་བྱུང་སའི་མཁན་པོ་ཡང་ན་བསྙེན་པར་རྫོགས་སའི་མཁན་པོ་དེ། ནཱ་ལེནྡྲ་ལ་བཞུགས་པའི་བཙུན་པ་ནག་པོ་ཟེར་བ་ཅིག་ཡིན་པའི་བཤད་སྲོལ་གཅིག་དང། ཡང། སྟོན་པ་ཤཱཀྱ་ཐུབ་པའི་སྲས། སྒྲ་གཅན་འཛིན་གྱི་གདུང་རྒྱུད་ལས་རབ་ཏུ་བྱུང་བའི་དགེ་སློང་སྒྲ་གཅན་འཛིན་ཟེར་བ་ཅིག་ལས་རབ་ཏུ་བྱུང་བ་ཡིན་ཟེར་བ་བཤད་སྲོལ་གཅིག་ཀྱང་ཡོད་པ་རེད། གཞན་ཡང། བཙུན་པ་སྒྲ་གཅན་འཛིན་བཟང་པོ་རབ་ཏུ་བྱུང་སའི་ནག་པོ་ཟེར་བ་དེ། སྟོན་པས་དེར་བདུན་གྱི་ནང་ཚན་དུ་གྱུར་བའི་དགྲ་བཅོམ་པ་ནག་པོ་ཡིན་ཟེར་བ་དེ་འདྲ་བཤད་སྲོལ་ཀྱང་ཡོད་པ་རེད། གང་ལྟར་ཀྱང་བཙུན་པ་སྒྲ་གཅན་འཛིན་བཟང་པོ་ཟེར་བ་འདི་ཐེག་པ་ཆེན་པོའི་མདོ་སྔགས་གཉིས་ཀྱི་དབང་དུ་བྱས་ན་ཡང། ཧ་ཅང་གལ་ཆེ་བའི་བླ་མ་ཞིག་ཡིན་པ་རེད། དེ་ནས་ཐེག་མཆོག་དབུ་མའི་ཚུལ་ལུགས་ཟེར་བ་གི་ཚུལ་ལུགས་ཟེར་བ་འདི་འདིའི་སྐབས་ཀྱི་ཚུལ་དང་ལུགས་གཉིས་དོན་དག་གཅིག་པ་རེད། སྤྱིར་བཏང་ནས་ཚུལ་དང་ལུགས་ཟེར་བ་འདི་གཉིས་ཕྱོགས་མང་པོ་ནས་འདྲ་མཚུངས་ཡིན་པ་རེད། དཔེར་ན་དབུ་མ་བའི་ཚུལ། སེམས་ཙམ་པའི་ཚུལ། ཟེར་བ་དང། དབུ་མ་བའི་ལུགས་སེམས་ཙམ་པའི་ལུགས་ཟེར་བ་དོན་དག་འདྲ་པོ་རེད། སྐབས་འདིར་ཚུལ་དང་ལུགས་གཉིས་མཉམ་དུ་སྦྱར་བ་ཡིན་ཙང་དེ་མིང་ཚིག་ཆགས་ཡོད་པ་རེད།